ཁོང་ཚང་མ་ལ་ལ་ཙམ་འདི་ཏི་སི་ལས་ང་རྒྱུས་སྤྲོན་ཡིན། ཨ་ནི་ཁ་ཙང་ཁྱོད་ཚོ་ལ་ཞུ་རྒྱུ་འདིར་བ་ཆོས་པ་ཕྱིར་བཏང་ཡ་དེ་སྐོར་ལ་ཞུ་ཡ་ཡིན་ད་ཁ་ཙང་ཞུས་ཚར་བའི་རོགས་ཡིན་ནའི་ད་འདི་ཆུ་ངེད་ཀྱི་ཁ་ཙང་དེ་ཚེས་དེ་རོགས་ཁ་ཙང་ཚེས་དེ་ངེད་ཀྱི་ལུག་མ་འདུག་དེ་ན་ཚེས་དེ་ཨ་ནི་ཁ་ཙང་ང་རང་གི་ཚེས་དེ་ག་ཚོད་ལ་ན་གཉིས་ཁྱེད་བ་གཉིས་ཡོད་རེད་རོགས་ཨམ་པ་ནི།

ཨ་ནི་འོན་ཏེ་ཕྱི་ནས་ངེད་ཀྱི་དེ་བརྙན་ཐུང་འདི་བཟོས་ཡིན་ཨེ་ནི་ཁ་ཤས་ཨིན་གཅིག་ཡིན་ན་གང་ནི་བ་ཨམ་པ་ནི་ཨིན་གཅིག་མ་ཞིག་ཁྱེད་བ་མེད་ན་ཨོ་ཁྱེད་རང་ཚོ་གི་ཧ་ལས་ན་མང་སྟབས་ལ་ཨིན་ཆི་གཉིས་བཞག་གམ་ཨིན་ཆི་གཉིས་ལས་ཉུང་བ་བཞག་ན་ཡག་གི་རེད་གཅིག་ལས་དེ་སུ་མང་ན་བཞག་རོ། ཨ་ནི་རྒྱབ་ལོག་གི་དེ་སྟབས་རྩིས་རྒྱག་བར་རོ་སྟབས་པས་བཞག་ན་ངེད་ཀྱི་དེ side panel ཅན་གནས་ཡོད་ཨ་ནི་ཁྱེད་རང་ཚོ side panel ཟིལ་བ་ཡིན་ན་ཟུར་ཕ་ནས་ཟུར་ཟུར་ནས།

གཅིག་ལས་ད་དེ་ཞིག་ད་གཉིས་ལས་ཉུང་བ་ཡིན་ན་རེད་བ། ཁྱེད་རང་ཚོ་ད་ཚེ་རེད་ག་འདྲེ་ཡིན་ནའི་རེད་བ་གཅིག་ཡིན་ནའི་རེད་གཉིས་ཡིན་ནའི་གསུམ་ཡིན་ནའི་ཡིན་ནའི་ཁྱེད་རང་གི་ཚེ་དེ་ཏག་ཏག་ཁྱེད་རང་ཚོ་ཨིན་གཅིག་པ་རེད་བ་ད་དེ་གཉིས་ཀྱི་ཨིན་ཆི་གཉིས་བཞག་ས་ཨིན་ཆི་གཉིས་བཞག་ནས་ཡར་བསྐུབ་མི་ཡིན་རེད་བ། ཡར་བསྐུབ་དུས་ཨ་ཁྱེད་རང་རྒྱབ་ལོས་ཀྱི་ཚེ་དེ་ག་ཚོད་བྱ་གི་འདུག་ཨ་རྒྱབ་ལོས་དེ་བཞི་ད་བྱས་ག་བྱ་གི་འདུག་ཨ།

ནས་ཁྱོད་རང་ཚོ་ཤིན་ཏུ་ཏག་ཏག་བཞག་རོགས་ཤིན་ཏུ་ཅག་ཏག་ཏག་བཞག་ནས་ཤིན་ཏུ་ཕྱེད་ཀ་ཏག་ཏག་བཞག་ནས་ཨ་འདི་ག་ལ་ཁྱོད་རང་ཚོ་གིས་ཨ་སྟག་རྒྱག་རོགས་ཨ་སྟག་རྒྱག་ན་ཡག་ཤོས་རེད་ཞིན་ཏག་འཁྲུག་འགྲོ་གི་རོགས་སའི་དཔལ་ནོར་འདི་གང་ནས་འདི་ཆེ་དང་བར་ནས་འདི་ཆེ་ཁ་གང་ནས་ཆུང་བ་ཆེ་བར་ཁ་ཆེ་ཡོད་དུས་ཨ་ནི་ཁྱོད་རང་ཚོ་གིས་འདི་ཚེ།

ནས་ཁྱེད་རང་གི་ཁ་རུ་དེད་བའི་ན་བུན་དེ་དག་གིས་ཨ་ཞོད་ཡིན་ད་ཆུ་བ་དེ་ཚོ་མ་བྱེད་ལ་ཆུ་བ་དཀར་བོ་དེ་འདྲ་ཡིན་ན་ཡང་ཅོག་གིས་བཏགས་ཀྱང་ཡག་པོ་རེད། ཆུ་བ་དཀར་ལ་རེད་བ། ཡང་དེ་ནང་ལོ་ཡིན་དུས་ཞེ་དྲག་མཐོང་མ་རུང་བ་ཁ་ཤས་ཡང་ཕྱི་ལོ་མཐོང་ཡ་རེད་སྐྲ་བཀྲ་དེ་འདྲ་ཡིན་ན། ཨ་ནི་པན་ཚུལ་གྱིས་ཡར་བཏགས་ཀྱང་རེད་བ། ཨ་འདི་ག་ལ་ཁྱེད་རང་ཚོ་གིས་ཁ་བཏུགས་ཅིག་བྱས།

ཨ་ནི་འདི་ག་ལ་ཁྱོད་རང་གི་བ་དྲིན་ཅིག་པོ་ཚུར་ཤི་བྱིན་ནས་ཅིག་རེད་ཞུ་ཡིན་རོ། ལགས་སོ་ཨ་མཐོ་ཆེ་གནང།